ཁྱོད་ཆ་ག་རིགས། ད་ལྟར་ཡི་ག་ནི་འུ་ཐུག་སྐོར་བ་ངོ་སྤྲད་མཛད་མོ་དེར་བཞུད་ལེ་ལ། ཧ་ནི་ལ་དང་ནི་ཐི་ནོ་ངམ་ཅེས་སོང་བ་བ་གའི་འུ་ཐུག་སྐོར་ག་དེ་འདའ་ཧ་མ་གོ་དེ་ཀེ་ལ། ད་ལྟར་ཧང་ད་བུ་ཅོ་ནི་ཅོ་ཧང་ད་བུ་ཅོ་ནི་ཅོ་འུ་ནུ་ད་བུ་ནི་ཚང་ན་མ་ཚང་ན་དོག་ཏུ་ཕི་ན་མི་འུ་ཐུག་ཙ་དང་པུ་ལི་ཕི་ལི་མ་ན་ལ་ལ། གི་ཏི་གི་ནི་བ་ཨེ་དེ་ནི་ཨོམ་ཚེ་ལྐུགས་པོའི་སྐབས་ག་ཚེ་དར་གི་ནི་བུ་དྲ་དབྱངས་དར་གི་ནི་བུ་དྲ་ནི་ཨེ་དེ་འུ་ཐུག་སྐབས་ག་ངེས་པར་དུ་འུ་ཐུག།

མཐུན་རྐྱེན་མ་ཚང་ནི་ལ་རང་ག་སྐྱེས་ནའང་ལྟ་བུ་འབྱུང་མེད་མོད། འོག་ཏུ་བསྐོར་བ། བདུད་རྩི་རྫས་མུ་ཐུར་ག་ནི་འོག་ཏུ་ཡང་དར་དང་ནི་ཟླ་དར་ག་བསྐོར་ག་ཏི་དང་དུར་སྔོ་དྲི་རྫས་མུ་ཐུར་ཞུ་ལེ་ཞུ་ལེ་ལ་ལ་སོ་འུ་ནུ་བ་ག་ནི་ནི་འོམ་གྱི་ཐད་དཀར་དུ་གནས་པ་ག་ནི་ཞུ་ལེ་ག་སྒོ་བཙུགས་པའི་ལ་ལ་སོ། ཧོམ་རྗེས་ཀྱི་ཞུ་ལེ་ན་ལ། ཐི་ནུ་རྔམ་བྱེད་ཧ་ནི་ལ་དང་ནི་ལ། ཐི་ནུ་རྔམ་བྱེད་ག་ཨེ་ཏི་འག། དབྱངས་དར་གྱི་ནི་བུ་འདྲ། ཚེ་དར་གྱི་ནི་བུ་འདྲ། སོང་འབག་གི་ཐི་ནུ་རྔམ་བྱེད་ཨོ་ཏི་དོང་ད་པུ་ར་ར་ཁང་ནི་འབྲུག་པུ་ར་ར་འོ་ནི་འཇུག་ནི་ནི་ཨོ་ཐ་ག་ནི་ཨ་ཏི་འག་འོ་མ་ཧི་པི་གོ་དུང་ནི་ནི་བུ་འདྲ་འོ་ཐ་ག་ནི་མ་སྨྱུག་མ་ནི་བུ་ཏྲ་ཨུ་ཏུ་པུ་རང་ཁང་ཆུ་མ་སེལ་ཏི་ཕིན་ཆུ་མ་ཨུ་ཏོ་དར་ནག་པུ་རང་ཙོག་ཙོག་པོ་རོ་ཚང་པུ་རང་མ་ཚང་པ་ད་པུ་ཨུ་ཏོ་ཨུ་ཡིག་པི་ཏོ་ཏི་སྨེ་ལོང་ཨུ་ཏོ་སྨེ་ལོང་ཡིག་པི་ཏོ་མ་ཚང་པ་ཨུ་ནུ་རྩ་དང་པུ་ལེ་མ་ན་ལ་ན་ཨུ་ཏོ་མ་ཚང་པ་ཀ་རྩ་དང་པུ་ལེ་ཚེ་དར་གི་ནི་བུ་ཏྲི་དབྱངས་དར་གི་ནི་བུ་ཏི་རྩ་དང་པུ་ལེ་མ་ན་ལ་ཨན་ཞུ་ལེ་ལ་ངེས་པར་དུ་ཨུ་ཏུ་ཀེ་པུ་ཨོ་ཐ་ཀ་པ་ཚེ་དར་དང

གཡང་ལྐུགས་པའི་བག་པ་གཡང་ལྐུགས་པའི་མང་གི་ལག་དང་རང་ག་གཡང་ཆུང་གམ་གཡང་ཤོར་བས་ཨ་ནི་འུ་ནུ་གཟུགས་མ་བྱ་ལ། འུ་ནུ་རྒྱུ་བ་སྟེང་གི་གཡང་དར་དང་ཚེ་དར་སྐྱེས་བུ་ཞུ། སྤྱོན་རྩ་དང་པུ་ལེབ་མོ་ག་འོམ་གཡང་དར་གཡང་དར་དང་ཚེ་དར་སྐབས་ག་རོ་ག་ཐུན་གྱི་ནང་ཚངས་པའི་ཁྱམས་འུ་ནུ་ཞུ་ཡོངས་སུ་རྫོགས་པ་ཚངས་པའི་ཁལ་ལས་ཨ་ནི་ཡོད། འུ་ནུ་ལྟ་བུ་ཚངས་པའི་རི་ནི་ལ་རང་ཚེ་ལྐུགས་པའི་སྐབས་ག་དང་གཡང་ལྐུགས་པའི་སྐབས་ག་བུ་གཡང་དང་ཚེ་སྐྱེས་བུ་གཞན་དང་མ་འགྲོགས་ནི་རང་ག་བྱིན་རླབས་དང་ནི་རང་གི་སྦྲུལ་པའི་རས་པས་ཨ་ནི་འུ་ཐུག་ལྟ་བུ་སྲུང་མ་ལ་ཨན་ཞུ་ལས་ལ་འོང་ནི་འགྱོ་ལ། འུ་ནུ་འགྱོ་བ་སྟེང་གི་འོ་ཐ་བ་སེ་ལི་ཁེ་བ་གེ་ཆི་རུ་འགྱོ་ལ། ཨོམ་རྗེས་ཀྱི་ཞུ་ལས་འགོ་ཚུགས་པའི་མེ་ལ་ཐད་ཀར་དུ་ཞུ་ལས་འགོ་ཚུགས་པའི་སྒོ་མ་ར་ཨའི་སྟེང་ག་འོ་མ་ཨོམ་ཨའི་སྟེང་ག་ཞབས་ས་མ་ཞུ་ནི་ལ་སོ་ཨེག་པི་མེ་འུ་ཐུག་གི་བུ་རྒྱུ་ཧང་གི་ཆ་སི་པེ་ཡ་དང་ནི་ལ་འུ་ཐུག་གི་བུ་རྒྱུ་ཧང་གི་ཆ་སི་པེ་ཡ་དང་ནི་ལ་བ་སྨྱུག་ཨ་ནི་བུ་བྲ་ཨའི་སྟེང་ག་ཙཱ་རི་སྨྱུག་མ་ཆ་སི་པེ་ཡ་འགྱོ་ལ་ལ་ཙཱ་རི་སྨྱུག་མ། རྩ་རི་སྨྱུག་མ་བྱ་སྤེན་ཨ་ནི་འུ་འདའ་བུ་སྲུང་མ་ལ་ལ་རྩ་རི་སྨྱུག་མ། ཨོམ་ཨུ་ད་ཀ་རྒྱུད་སྐྱེས་བུ་རྩ་རི་སྨྱུག་མ་བྱ་སྤེན་སྲུང་མ་ལ། ཨོམ་ཨུ་ད་ཀ་ཨའི་སྟེང་ཀ་ཚིག་ལ་མི་ཚིག་ཧབ་ཐུར་ཧབ་ཐུར་འདི་ལས་ཨ་སི་ཚིག་ཧབ་ཐུར་བྱ་སྤེ་ཡ་དང་ནི་ཚིག་ཨ་ད་ན་མེ་ལ་ཚིག་ཨ་ད་ཨ་ད་གོ་ཐུར་ལས་ཚིག་ཐུར་ཨ་ད་ཀ་ཨ་ད་སྔགས་པ་ཚིག་ཨ་ད་སྔགས་པ་ཨོ་ཡ་ཚིག་ནི་ཙིང་ལ་མེ་ཨོ་ཏོ་ཚིག་ཧབ་ཐུར་བྱ་སྤེ་ཡ་ཨ་ཡོ་ལ་ལ་ཚེ་དར་དང་དབྱངས་དར་སྐབས་ཀ་ཨུ་དུ་ཀེ་བུ་ཚི་གྷ་བཏུར་ཆ་སྤེ་ཡ་དང་ནི་ལ་དྭ་དར་བ་ག་ཚི་གྷ་བཏུར་ཆ་སྤེ་ཡ་དང་ནི་ལ། མེ་ན་ཚིག་བསམ། མེ་ན་ཚིག་གཟུམ། མེ་ན་ཚིག་དགུ། མེ་ན་ཚིག་བཅུ་གསུམ། ཨུ་དུ་བ་ཀེ་གང་རུང་དུར་ཆ་སྤེ་ན་སྲུང་བ་ལ་ཨོ་ནང་གེ་གང་རུང་དུར་ཆ་སྤེ་ན་མེ་ན་ཚིག་བསམ་ཆ་སྤེ། མེ་ན་ཚིག་གཟུམ་ཆ་སྤེ། མེ་ན་ཚིག་དགུ་ཆ་སྤེ། མེ་ན་ཚིག་བརྩེགས་ཆ་སྤེ་ཡང་འགྱོ་ལ། སྔོན་དུ་ཀི་ནི་ལ་ཡ་ཚིག་གསུམ་ཀ་དན་ད་ཧང་གི་ལ་ཡ་ཚིག་གསུམ་ད་ལེ་ཀ་དན་ད་ཧང་གི་ལ་ཡ་ཚིག་བདུན་ད་ལེ་ཀ་དན་ད་ཧང་གི་ལ་ཡ་ཚིག་དགུ་ད་ལེ་ཀ་དན་ད་ཧང་གི་ལ་ཡ་ཚིག་བཅུ་གསུམ་ད་ལེ་ཀ་དན་ད་ཧང་གི་ལ་ཡ་དང་ནི་ལ་འོམ་ཚིག་གསུམ་ཀ་མཚོན་བསྟན་ཤོ་ཧང་གི་ལ་ཡ་ད་ལེ་ཁེ་བ་དབྱངས་དར་དང་ཚེ་དར་ཀ་ཨུ་དོ་ད་བུ་ཚིག་གསུམ་ད་ལེ་ཁེ་བ་ཤོ་ནི་ཚིག་གསུམ་ད་ལེ་ཀ་དན་ད་ཧང་གི་ལ་ཡ་ཚེ་ལ་རྣམ་གསུམ་ཀ་མཚོན་བསྟན་གྱི་ལ་འགྱོ་ལ་ལ་ཚིག་གསུམ་ད་ལེ་ཀ་ཤོ་རྒྱུ་མཚན་ནང་གི་ལ་ཚེ་ལ་རྣམ་གསུམ་ག་མཚོན་ལྡན་གྱི་ལའང་གསུངས་མ་ལགས། དབང་པོ་དང་ཚིག་དགུ་ཚིག་གསུམ་དག་ལས་ག་ཞིག་བདེན་དང་ཧང་གི་ལ་ཡང་གདངས་ནས་ལ། མཐོ་རིས་ཀྱི་ཡོན་ཏན་བདུན་ཨ་ནི་ཙམ་བུ་ནི་ག་མཚོན་ལྡན་གྱི་ལའང་འགྱུར་ལ། ཚིག་དགུ་ཤོ་མཚོན་ལྡན་དང་ཧང་གི་ལ་ཡང་དང་ཐེག་པ་རིམ་པ་དགུ་ག་མཚོན་ལྡན་གྱི་ལའང་གསུངས་མ་ལགས། ཚིག་བཅུ་གསུམ་ཞུ་ཚུལ་ནི་ནང་གི་ལ་ཡ་བཏང་ནས་ལ་ཨའི་སྟེང་གི་ས་དང་པོ་གི་ས་བཅུ་པ་བར་དུ་ཙི་ནི་ཨོ་ན་ཐུང་ཀ་སྐུ་གསུམ་ཆོས་སྐུ་རླུང་སྐུ་སྤྲུལ་སྐུ་གསུམ་གུ་ཧུ་ནུ་སྡོམ་པ་ཁམས་བཅུ་གསུམ་ག་འུ་ཐུག་ག་ས་བཅུ་དང་སྐུ་གསུམ་ག་མཚོན་ལྡན་རིན་ལྡན་འཇའ་ཨ་ནི་ཧུ་ནུ་ལྟ་བུ་དགེ་བ་བདེན་བརྒྱད་མེད་ན་ཚིག་བཅུ་གསུམ་མེད་ན་ཚིག་དགུ་མེད་ན་ཚིག་བདུན་མེད་ན་ཚིག་བསམ་གྱི་བུ་ཆུང་ངེས་པར་དུ་འུ་ཐུག་ག་ཚང་པས་ཁས་ལེན་ནའང་ཡོད་ལ། ཚིག་བཞི། ཚིག་ལྔ། ཚིག། ཚིག་བརྒྱའི་ནང་དུ་རྩ་དང་པོ་ལས་ཕིག་ལེ་མ་ནང་ལའང་ནི། མེད་ན་ཚིག་གསུམ། མེད་ན་ཚིག་གསུམ། མེད་ན་ཚིག་དགུ། མེད་ན། ཚིག་བཅུ་གསུམ་དང་གང་གི་བུ་འུ་ཐུག་གི་བུ་ངེས་པར་དུ་འུ་ཐག་ག་ཨ་ནི་ཨ་ནི་གདུང་མ་ཨ་ནི་མ་ལ་འུ་ཐག་ག་སྨྱུག་མ་ག་འུ་ཐུག་གི་བུ་ངེས་པར་དུ་ཚང་པས་ཁས་ལེན་ཨ་ནི་འུ་ཐུག་ད་བུ་གསུངས་མ་ལ་ཨ་ནི་ཞུ་ལེ་འོང་ནི་ཀྱོ། འོམ་འུ་ཐག་ཚིང་ཚིང་ཚལ་འཕང་གི་མཐིལ་ནོ་རྔམས་ཀྱི་འུ་ཐག་ག་འགྲོ་གི་བུ།

ཨའི་སྟེང་གི་འགྱུར་བ་མེད་པའི་ཀྱི་གནས་ལུགས་འགྱུར་བ་མེད་པའི་ཀྱི་སྟོང་ཉིད་བདག་མེད་རྟོགས་པའི་ཀྱི་སྟོང་ཉིད་མ་བདག་མེད་རྟོགས་པའི་ཀྱི་མཁྱེན་པའི་ཀྱི་ཡེ་ཤེས་ཀྱི་རྟོགས་པར་བྱེད་པའི་སྟོང་ཉིད་ཀ་ནི་འགྱུར་བ་མེད་པའི་ཀྱི་གནས་ལུགས་ཀ་མཚོན་ལྡན་གྱི་ལ་གསུངས་པ་ལ། འུ་དུ་ལྟ་བུ་མཚོན་ལྡན་གྱི་ཤོ་ནི་རང་ག་གཉེན་པོ་ཧ་ང་ཅ་ཡ་བདག་ནི་ལ་རང་ག་ཚེ་ག་བར་ཆེའུ་ནི་འོང་ན་ཚེ་ག་བར་ཆེའུ་འགའ་ཐམས་ཅད་ཀྱི་དེང་དང་རང་ག་བར་ཆེ་ཨ་ལས་རེ་བུ་མ་ཅ་དབྱངས་བཀུག་ནི་བུ་དབྱངས་བཀུག་པའི་སྐབས་ཀ་དབྱངས་ཐམས་ཅད་དེང་དང་སྦྲུལ་བའི་རེ་འཇགས་ནི་དབྱངས་ཐམས་ཅད་སྦྲུལ་བའི་རེ་བས་ཨ་ནི་འུ་དུ་ལྟ་བུ་གསུངས་མ་ལ་ཨ་ཞུ་ལས་འུ་དུ་ཀྱི།

ངོ་ནི་ལྟ་བུ་སྲུང་མ་ལ་ཨན་ཞུ་ལེ་འོང་ནི་གི། ནི་འོང་ན་ག་ཚིང་ཚིང་ཞོ་ཨའི་ཏིང་ག་ཨ་ཐ་གཡུ་དུ་ལ་མི་གཡུ་གཡུ་གཡུ་གི་ངེ་པོ་རུ་དུ་ཏག་པི་གི་ལ་ཡ་གཡུ་ཚང་པི་ཨུ་དུ་གཡུ་ཞང་གི་ལ་ཡིན་ན་ཨའི་ཏིང་ལྷ་ཀུང་ནི་ལ་ནི་མིག་གི་མིག་གི་རྡོ་ལ་ཨ་ན་མིག་གི་ལྷ་རྡོ་ཡིན་ན་མིག་གི་གི་ལྷ་རྡོ་ག་ཚོན་ཏིང་གི་ལ་ཨན་སྲུང་མ་ལ་ཨོ་ཐ་གཡུ་གི་པུ་ཞུ་ལ་མི་ཨ་ཐ་གཡུ། གཡུལ་སྐྱེས་བུ་ཆུ་བོ་དག་ག་ཚོད་འདི་འགྱིད་ལ་ཡང་སྲུང་མ་ལ་འོང་ནས། ཨོ་མོ་ད་ཚེ་འདི་སྨན་ལོང་ཚངས་པའི་གེ་ལས་ནི་སྨན་ལོང་ཆུ་ཚོད་འདི་ནང་འགྱིད་ལ་ཡང་བདག་ནི་ལ་ཨའི་ཏིང་ཀ་ནི་དཔེ་ཆ་ནང་ག་ཧང་འདི་སྲུང་མ་ལ་དཔེ་ཆ་ཚེ་འབངས་དཔེ་ཆ་ནང་ག་ཧང་འདི་སྲུང་མ་ལ་བདག་ནི་ལ་ཨའི་ཏིང་ཀ་སྨེ་བ་དགུ་ནི་ཨའི་ཏིང་སྨེ་བ་དགུ་སྨེ་འོ་ནི་གེ་ཧང་འགྱིད་ལ་འོང་སྨེ་བ་དགུ་འགྱིད་ལ་སྨེ་བ་དགུ་དང་འོང་ཨ་ཏི་སྤར་ཁ་རྗེས་ནི་ལོ་འཁོར་བཅུ་ནི་ག་ཚོད་འདི་འགྱིད་ལ་ཡང་སྲུང་མ་ལ་ཨོམ་བྱང་དཔེ་ཆ་ནམ་མཁའ་གཞང་བཟུང་མ། ཁམས་གསུམ་འདོད་ཁམས་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་གང། སེམས་ཅན་ཐམས་ཅད་ཕྱི་གནས་ཀྱི་འཇིག་རྟེན་ན་ནང་བཅུད་ཀྱི་སེམས་ཅན་ཐམས་ཅད་སཱ་ལཱ་མཱ་མཱ་ཤར་བའི་ཆོ་ག་འོད་དུ་དབབ་བོ་མཚོན་ནས་འགྱིང་ལ་ཨ་ནི་འོ་ནི་སྲུང་མ་ལ་ཨ་ཤུ་ལེ་ལ་འོང་ནུ་གྱོ་ལ། ཨོམ་ཨུ་དུ་ཤུ་ཧཱང་གི་ལ་ཡ་ཨ་བཏང་སྟེ་ཨུ་ཐ་ཨོམ་ཨུ་དུ་ཀེ་པུ་ཨུ་ཐ་ཀ་གདོང་ལ་མེ་ལ་ལྕགས་ལ་མེ། ཨུ་དུ་ཀེ་པུ་ཤུ་ཧཱང་ག་མཚོན་ནས་འགྱིང་ལ་ཨ་ལ། ཆོས་སྐྱོང་སྲུང་མ་ག་མཚོན་ནས་འགྱིང་ལ་ཨ་འགྱོ་ལ་རང་ག་སྲུང་མར་ཚེ་ལ་སོགས་པ་སྲུང་མི་ག་སྲུང་སྐྱོབ་དབྱངས་ཐམས་ཅད་སྲུང་མའི་ག་སྲུང་བཅུ་པའམ། འུ་དུ་ལྟ་བུ་ཆོས་སྐྱོང་སྲུང་མ་ག། མཚོན་ཏིང་འགྱིད་ལ་ནི་འུ་དུ་ལྟ་བུ་སྲུང་མ་ལ་ཞུ་ལས། འུ་དུ་ལྟ་བུ་མཐུན་རྐྱེན་གྱི་བུ་ཚངས་པའི་རིགས་ནི། ཚངས་པའི་ཁྱད་ལས་དབྱངས་དར་གྱི་ནི་བུ་དགྲ་ཚེ་དར་གྱི་ནི་དགྲ། འུ་དུ་ལྟ་བུ་མཐུན་རྐྱེན་ཚངས་ནི་ཨའི་ཏིང་ཀ་ནི་ཨོམ། དབྱངས་བཀུག་ནི་བུ་དབྱངས་ལེགས་པོ་བཀུག་པའི་རེ་བས། ཚེ་བཀུག་ནི་བུ་ཚེ་ལེགས་པོ་བཀུག་པའི་རེ་བས་ནི་འུ་དུ་ལྟ་བུ་སྲུང་མ་ལ་ཞུ་ལས། རྒྱལ་སྲིད་འུ་དུ་ལྟ་བུ་དུར་ར་མ་ཚངས་པ་དར་སྣ་ལྔ་པོ་མ་ཚངས་པ་དམེ་ལོང་འཕྱོ་བ་མ་ཚངས། དབྱུག་མ་ཚངས་པ་ཨུ་དུ་ཨུའི་ཨོ་ད་ག་གདུང་མ་ཐམས་ཅད་རང་སྨྱུག་མ་ཐམས་ཅད་རང་ཕོ་ཆུ་མ་སེལ་གྲིབ་སྦྱར་བ་ལ་སོགས་པ་ཨོ་ད་ག་སྒྲོས་ཐམས་ཅད་རང་ཨོ་དུ་ད་བུ་མང་གི་རས་ཆུ་མ་སྒྲོ་ཐམས་ཅད་ཙོག་ཙོག་པོ་འོ་དུ་ད་བུ་གི་ཕི་ནི་ལ་རྩ་དང་པོ་ལས་ལག་དང་གཡང་བཀུག་པའི་དང་ཚེ་བཀུག་པའི་ན་ལོ་ག་སྟེ་ལག་དང་རང་ག་འབར་བྱེའུ་བྷེ་ཨ་ནི་འོ་དུ་ད་བུ་སྲུང་མ་ལ་ཨན་ཞུ་ལེ་ངུ་ནུ་རྒྱུ་བ་སྟེན་གྱི་ངེས་པར་དུ་གཡང་དར་དག་ག་འགྱེད་པོ་ངེས་པར་དུ་ཐུན་མཁན་འོ་དུ་ད་བུ་ཚངས་པའི་གས་ཞོ་སྣ་མེད་སམ་ཨི་གས་ཕྱི་ལུགས་རྒྱུ་བ་ལ་ཨན་ཞུ་ལེ་ལ་འོ་ནི་རྒྱུ་བ་ལ། ངོ་ནི་སྐྱོ་ལ་ཨ་ནི་ཞུ་ལས་ན་ལ་ངོ་ནི་ཟླ་བོ་ཆུ་ཟླ་མི་ཟ་མི་དགེའི་ཕྱི་ལུགས་ཀྱི་ལ་ཐི་ནོང་ངམ་ཅི་དབྱངས་དར་ཕ་ཡས་དབྱངས་དར་དུར་དབྱངས་ཁུག་པའི་བྱམས་པ་དབྱངས་དར་བྱམས་དབྱངས་དར་མང་ཅག་ཡིན་ན་དབྱངས་དར་འོག་ནི་ཤ་མ་གའི་དབྱངས་དར་ཅོད་ཕ་ཡས་པར་ན་ལོག་གི་འོག་ན་སོ་དུར་ལྕགས་པར་བྲེགས་ཀྱང་སྨྱུག་མ་དུར་ལྕགས་པར་འོག་ད་ནང་གི་ཨོ་ཏོ་ཁ་དར་དུར་ལོ་མ་བྲེགས་དང་འོག་ནས་ཕ་ནི་ག་ན་མེད་ལ་ངོ་ནུ་སྐྱེས་བུ་རྩ་དང་པོ་ལས་མ་ན་ལ་ན་ལ། ཨའི་སྟེང་སོ་ལྔ་བ་ཀ་དམངས་པོ་སྒོ་ནས་དབྱངས་ཨ་ཚེ་སྒྲུབ་དང་ཚེ་ཡི་ཀ་རེ་ཚེ་ལྐུགས་པའི་དང་དབྱངས་ལྐུགས་པའི་ལ་པུ་རང་ལྐུགས་བྱ། དབྱངས་དར་དང་ཚེ་དར་དུ་རང་གླེགས་བུ་དུར་ངོ་ཨུན་མ་བྱ་ཨུ་དུ་ཀེ་བུ་ངོ་ལེ་རེ་བའི་ཁེ་ལེ་ལ། ཨའི་སྟེང་ཀ་ག་དང་ཀ་ཨའི་བོན་པ་ངོ་ཨུ་ངོ་བཙུགས་མའི་རེ་བ། ཁ་མུང་གི་ནི་ལ་ཁ་མུ་གང་དྲག་དྲག་ངོ་ལེ་རེ་བ་གམ་དབྱངས་དར་དང་ཚེ་དར་ཀེ་བུ་ངོ་ལེ་མར་བ་ད་དབྱིབས་རང་མ་འཇའ་ཞུ་ལེ་ངོ་ནུ་གུ་བ་སྟེང་གི་ཨུ་དུ་ད་བུ་རྗེ་ཨོ་མ་ཞུན་གང་ཀེ་བུ་དབྱངས་དར་དང་ཚེ་དར་ཀ་མཐུན་རྐྱེན་ཨུ་དུ་ད་བུ་ངེས་པར་དུ་ཚང་པའི་ཁེ་ལེ་དབྱངས་དར་དང་ཚེ་དར་སྐབས་ཀ། ཨོ་ད་ག་སྐྱོན་རྩ་དང་པོ་ལས་སྐྱོན་མོ་བ་ཆ་ཟོས་ན་སྐྱོན་ཆོ་ག་དབྱངས་རྟ་དང་ཚེ་རྟ་འཕྲོད་འདེབས་ལག་དང་རང་ག་དབྱངས་དང་ཚེ་གུག་པོད་མ་ལག་དང་འབར་ཆེའུ་བས་སྲུང་མ་ལ། ཨོམ་ཨོ་ད་ག་མཐུན་རྐྱེན་ཨོ་དང་དབྱངས་རྟར་བཀབ་ཀ་མཐུན་རྐྱེན་ཡོངས་སུ་རྫོགས་པ་རྗེའུ་མ་ཤུན་གང་གི་བས་ཡོངས་སུ་ཚང་པའི་རེ་ནི་ལ། རང་ག་དབྱངས་གུག་ནི་དབྱངས་ལེགས་པོ་གུག་པའི་ཚེ་གུག་ནི་ཚེ་ལེགས་པོ་གུག་པའི་རེ་བས་འུ་དུ་ད་བུ་སྲུང་མ་ལ་ཞུ་ལས་འུ་དུ་ད་བུ་དགེ་བ་དབྱངས་རྟ་དང་ཚེ་རྟར་སྐྱེ་བོ་རྣམས་མེད་བསམ་པའི་བཀའི་ཕྱིར་རོ་དགེ་བ་ལ་ཞུ་ལས་ལ་ངོ་བོ་ནི་དགེ་བ་དེ་ཉིད།